དམིགས་བསལ་གྱི་དགོན་བདག་ཁ་ལ་ས་ས་ཆ་དེ་བས་ཏེ་ཆུ་སྒྲ་ཆེར་བ་ལང་ཀ་ཡ་རྫ་བརྗོད་དུ་ཅི་མ་ག་ཚོད་དང་པོ་ལྷས་སེ་ནས་སླས་དུས་བརྩམས་པའི་དེ་ཡོད་པ་གྲམ་ཡོད་པ། གྲམ་དེ་བ་ལས་སྐྱོགས་ཀྱི་ཚོར་སྣང་དོར་ཞིང་ལས་སུ་རུ་བ་ཁ་ཆེན་ལབ་ནི་རི་ཆེར་བ་ཨ་ནི་སྐྱིད་དེ་མ་ནི་ཆུ་རྒྱུག་ཆེ་ཆུ་གཙང་པོ་གི་སྐད་གུག་ཏུ་བ་འོང་དེ་སྐྱིད་པོ་ཞིག་འདུག་གནས་འཕེལ་གྱི་གི་ཡུལ་མིའི་གི་འཚོ་བ་སྐད་གདངས་དང་ཚོང་ཁང་དང་དེ་ཚང་མ་ཉི་མ་ཉི་མ་ཆིག་ཆིག་གུ་དུ་དྲན་ཡས་བྱེད་པ་འོང་དེ་འདྲ་ཞིག་འདུག། དེ་བ་ལ་ལས་བྱས་ད་ཉི་མ་ཨོ་ཕྱེད་སོང་སྐྱིད་པོ་ཞིག་འདུག་དེ་རིང་བཅུ་གོ་ཉི་མ་ཡག་པོ་ཤར་སོང་ཁོ་ན་ཚོ་ཁྱི་སེང་ནས་བྱས་ཉི་མ་པས་དེ་འདིར་བཞག་ཉི་མ་མི་འདུག་སྨུག་པོ་ཆེ་ཆ་བབས་ཏེ་ཞེའུ་གྲང་མོ་ཞིག་འདུག་རེད་བ། དེ་རིང་ཉི་མ་ཡག་པོ་ཞིག་ཤར་སོང་ཨ་ནི་རི་དེ་ཚོ་ད་སད་སད་ཐིང་ཐིང་མཐོང་ཡ་འདུག་ཨ་ནི་སྐྱིད་པོ་ཞིག་འདུག་ད་ལྟ་ང་དེ་སི་དེའི་ཁང་པ་པོ་ཡིན་པ་ཐབ་ཚང་འདུག་རེད་བ་ཐབ་ཚང་ཨ་ཁ་ལག་བཟོས་འདུག་ཁ་ལག་བཟོས་ས་འདུག་ཨ་ཚལ་དག་དེ་ཚོ་བལ་པོ་རུ་ཞིག་འདུག།

ཁྱི་སེང་ཧ་མོ་འོབས་ཀྱི་རི་ཡག་རྫ་ཀྱི་ཕྱི་འབུར་བ། རྨ་ག་རེ་ས་དམག་མིས་གྲུ་ཆུ་བོ་མ་རེ་ལ་ཟུར་བ་ཨ་ནི་དམིགས་བསལ་པར་གས་དང་འདྲེ་རྒྱབ་ཆུ་བོ་མ་རེ་ས། ཨ་དེ་ནས་རི་གང་ལ་ཕྱི་འབུད་ན་བད་དམག་གང་རེ་ཤམ། པར་རྒྱབ་མོ་འོད་སྒྲོ་རྒྱབ་མོ་ལན་ཆེན་པོ་ཆེན་པོ་བྲིས་ཤར་ཤར་བ། ག་འདམ་མ་འདའ་སྐྱིད་པོ་ཞུ་འདུག་བོད་སླེ་སྐྱོག་གི་ཚོར་སྣང་རེ་ཞུ་འདུག་བ། ཨ་ནི་མེ་ཏོག་དག་དེ་ཚང་མ་ལོ་དེ། ང་ཚོ་བོད་ཕྱི་འཇུག་གི་དུས་གོ་རེ་ན་ལ་ཨ་འདྲེ་སྐྱིད་གི་བ། ཁོ་མེད་ན་ལ་འོ་ན་གཅིག་པུ་གཅིག་རྐྱང་རེད་ཤག་ག་ན་མ་འདའ་འོ་ན་འོ་ར་སྐྱིད་པོ་ཞུ་ཞུ་འདུག་བཤད་མ་བཞིན་པའི་སྐྱིད་པོ་ཞུ་འདུག་ཚོར་ན་ཨ་ནི་དེ་ཡུལ་སྐོར་སྤྲོ་འཆམ་པ་མང་པོ་ཞིག་ལས་འདུག་རྒྱ་གར་ནས་དཔོན་མང་པོ་ལས་ཨ་སམ་དང་ཁ་ཤས་ཤིག་དང་ལྷོ་ཕྱོགས་དེ་བ་ནས་སྦག་སྦག་དང་ལས་འདུག་གང་དང་གང་ཐུག་མྱོང་ཡོད་མ་རེད་པ་ཨ་ནི་ད་ལྟ་སྤྱི་ཟླ་གསུམ་པ་རེད་པ་ཡང་དེ་རིང

ང་ཚོ་ཕོད་པ་ལ་མང་པོ་ཡོད་རེད་བ་ལོ་འདི་ཉིན་གྱི་ཅེས་མི་འདུག་ཚང་མ་མི་སུ་སུ་སུ་དཀའ་ལས་རེ་ཞིག་གི་སུ་སུ་བྱ་བ་རེ་ཞིག་ཞི་བདེ་དང་ལྡན་པའི་ལུང་པ་ཅི་རེ་ཞིག་མི་སྐྱིད་པོ་བྱེད་འོང་བྱ་ཤ་ཨ་སུ་སུ་ནང་ལ་ཁ་ལག་ཟོས་ཟས་ན་ཡང་འགྲོ་སོང་མི་འདུག་ད་ཚད་དང་འཚམ་གོང་ཆུ་ཁེ་པོ་རེ་ཞིག་འདུག་འོང་བྱ་ཤ་ཨ་ནི་མོ་ཏྲ་ལགས་ཀྱི་རིགས་ག་ཆེ་ནི་གོང་ཆེན་པོ་འདུག་ད་གཅིག་ཁྲི་ཉིས་སྟོང་ལ་ཟོས་འབག་གིས་ཟིན་གླུ་ཡ་ར་མ་ཟོས།

བུ་ཆུང་ལགས་ཀྱིས། འདི་ནས་མ་འགྲོ་སྲོལ་དུ། ང་ཚོ་བོད་ནང་མགོན་པོ་ཡོད་པ་གཅིག་པུ་ཞིག་ཀྱང། དེ། ང་ཚོ་ནས་ཨ་ཕྱི་ཐད་དུ་ལ། མེ་ཏོག་སེར་བོ་རང་ཚོའི་ནང་ལ་བཞི་བཅུ་ཡོད་རེད་ནི་མ་ལྷས་ས་ལ། ནས་མ་བྱེ་ར་ན་གཟིམ་དགོས་དོན་ཚོ།